ཚང་ལ་འདྲི་ངེས་དུས་ཀྱི་འདང་རྒྱག་གི། འོན་ཀྱང། དེ་ཞིག་ནོར་དང་འགྲིག་སང་གཟིགས། ཆི་ཟིག་ག་ཟིག་ན་ང་རང་ཉིད་སྤྱི་ཚོགས་སྟེང་ནས་རང་ཁ་རང་གསོ་གི་ཚོང་ལས་ཟིག་གཉེར་ཐུབ་ཀྱི་ནོར་མང་བ་ངའི་རེ་བ་ཡིན་ན། ང་ར་མང་བ་ཁེ་ལས་བ་ཟིག་གི་ལག་གི། དེ་ལས་ལྷག་གི་ཡ་མཚན་ཟིག་ལོག་རྒྱུ་ང་རེ་བ་རང་ཉིད་ལ་རེ་བ་ཆེན་པོ་ཡོད། འོན་ཀྱང་དེ་རེ་བ་ཟིག་གིས་ང་དེ་ལམ་ཁ་དེ་འཇུག་རྒྱུ་ང་རེ་བ་ཤིག་གི་ཆེན་པོ་ཡོད། བ་མོ་བ་མོ་ངའི་ཚོད་ལྟ་ཡིད་ཀྱི་ངའི་ཧྲ་ལ་ཡིད་ཀྱི་ཡིན།

རང་གི་ཉམས་མྱོང་དང་སྤྱི་ཚོགས་ཉམས་མྱོང་དང་འདྲ་རང་གི་ཉེ་བ་ཞིག་གི་ཞེན་གི་ངའི་ལག་འབྲེལ་མ་བྱུང་མཐའ། འོན་ཀྱང། ང་ཡི་ཡང་སྤྱིར་བོད་པ་བརྒྱུད་ནས་ང་དྲ་ལམ་གྱི་ལམ་ཁ་འདི་ཞིག་གིས་ད་གཟོད་ངའི་ལག་འབྲེལ་ཟིག་རང་གི་ཡིད་ཚིམ་ནུས་སུ་བྱུང་མཐའ། ལོ་གསུམ་འགོར་སོང་བ། ལོ་གསུམ་གྱི་རིང་གང་ལྟར་ང་རང་ཉིད་ཀྱི་གཞན་གྱི་ཐོན་རྫས་དང་ཕྱིར་ཚོང་ཡིན་ན་ཡིན་རང་གི་ཉེ་བ་བསྟེན་དུ། དེའི་ཕ་དེའི་མི་ཚེ་ནི་ངའི་ང་དང་ང་ལྟ་བ་གི་ཉམ་ཆུང་གི་བུ་མོའི་ཆ་ཚང་གི་སྐྱེ་སྲིང་ཡིན་ན་ཡིན། ད་གཟོད་ངས་དེའི་རྨང་གཞི་དེ་བཏང་ནས་ད་ངས་མུ་མཐུད་དུ་ང་དང་ང་ལྟ་བ་གི་ཉམ་ཆུང་གི་བུད་མེད་མང་གཟུགས་སྐྱེད་སྲིང་ཡིག་རྒྱུགས་ཀྱི་བསམ་བློ་དེ་ནས་སྐྱེས་དང་ཐ་དེའི་ཁྲོད་ནས་ད་ངས་སྐྲ་རང་རྗེས་མོ་གི་འདི་མོ་གཉན་རི་ཚོ་འདི་ཟིག་འཚོགས་རྒྱུ་ང་བསམ་ཚུལ་དེ་ལ་ག་འདྲ་སྐྱེས་ནི་ཡིན་དེ་རིང་དགེ་རྒན་རྣམ་པ་དང་འདི་ནས་འདི་མོ་གཉིས་མང་གཟུགས་ཡོང་ནོ་ང་རང་གི་ཚོ་ན་ཞིག་གི་རང་གི་གསོན་ནི་འདྲི་མང་བ་གི་ངི་ཆོས་གི་ཚོགས་པ་འདི་ཡིན་ན་ཆོག་གི་ང་ངི་ཆོས་གི་ཚོགས་པ་འདི་དང་འདི་ལྟ་བུ་གི་ཚོགས་པ་མང་ཟིག་གི་སྤྱི་ཚོགས་སྟེང་གི་ཉམ་ཆུང་གི་བུད་མེད་མང་ཟིག་ག་ལམ་ལམ་ཕྱོགས་འདི་བརྗེ་རྒྱུ་ངའི་རེ་བ་ཡིན་འདི་ལ་ག་ནས་ཚོད་ལྟ་ཡིན་རང་ཉིད་ཀྱི་ཉེ་བར་དུ་ཁྱི་མོ་ཟིག་ཡོད་གི་ཚོད་ལྟ་ཟིག་ཅུང་ངའི་རེ་བ་ཡིན་ཉམ་ཆུང་གི་བུད་མེད་མང་ཟིག་གི་རང་གི་ལས་དབང་བྱེད་རྒྱུ་ཅུང་ངའི་རེ་བ་ཡིན་ང་རང་གི་བུད་མེད་ཟིག་ནི་ཆེད་དུ་ནང་གི་སུ་བྱིས་པ་ཟིག་གི་ཨ་མ་ཟིག་ནི་ཆེད་དུ།